འོ་རྣམ་པ་ཚང་མ་ལ་གྲགས་ཅི་དེ་ལས། ད་དེ་རིང་ང་ཚོ་ལྷོ་མཚེས་སུམ་ཅུ་སོ་དྲུག་པ་ཉེ་འཁྲིས་ཀྱི་ལམ་དེའི་སྐོར་ལ་འགྲེལ་བཤད་མདོར་བསྡུས་ཅིག་བྱས་ཚེ། ད་དེ་ཡང་ཁེ་སང་ང་ཚོ་ངན་བྱུས་ཀྱི་བཤད་པའི་སྐབས་སུ་བཤད་པ་ནང་བཞིན་གྱི་ངན་བྱུས་ཀྱི་བསམ་པ་དཀྱིལ་མ་མ་ཡིན་པ་ཟིན་པའི་མཁྱེན་པ། ཡང་ན་ངན་བྱུས་ཀྱི་བསམ་པའི་དཀྱིལ་མ་མ་ཡིན་པ་ཟིན་པའི་ཡིད་ཀྱི་དགེ་བ། འོ་དེ་འདྲིའི་ཆེད་ལ།

ད་རྩེད་མོ་ད་བར་རྩ་མོ་བྱས་ཟེར་ནས་དེ་ནས་ཁོང་ཁྲོ་ལ་སོགས་པའི་དགེ་བའི་རྩ་བ་འཇགས་མི་ནུས་པའི་གནས་ཁ་ཟེར་ལ་རྩེད་མོ། དེ་ནས་ངན་སོང་ལ་སོགས་པ་ལ་འགྲོ་མི་དགེ་བའི་གནས་ཁ་ཟེར་ལ་གཟེ་བ། གཟེ་ཐོག་ངན་སོང་ཡོང་མི་འགྲོ། དེ་ནས་འཇིག་རྟེན་པའི་ཕྱི་ནང་གི་མཆོག་ཡིན་ཟེར་ནས་ཕྱི་མཆོག། ཀྱེ་ཕྱི་མཆོག་གི་རྗེས་ལ་ད་ག་རང་འཇིག་རྟེན་ལས་འདས་པར་འཕགས་པ་ཆགས་འགྲོ་བའི་བར་དེ་བྱས། ལྟ། གང་ཟག་གི་བདག་མེད་ལ་དམིགས་པའི། ག་རེ་རེད་ཟེར་ན་བདག་མེད་སྔས་གཟིགས་དུ་རྟོགས་པ། དེ་ནས་བདག་མེད་སྔས་གཟིགས་དུ་རྟོགས་པ་དཔེར་ན་ང་ཚོ་གི་ལག་མཐིལ་ལ་ཤི་ཏོག་ཅིག་བཞག་པ་ན་བཞག་པ་ན་མིག་གིས་ལྟ་དེ་ག་ཚོད་གསལ་བོ་ཞིག་མཐོང་གི་རེད་བ་དེ་ནང་བཞིན་གྱི་བདག་མེད་པའི་དན་དེ་ཡང་སྔས་གཟིགས་དུ་ནང་ཐོགས་པ་ན་སྟབས་ཉིན་དེའི་བ་ལང་དག་ཡོད་རེད། ཉིན་དེ་དགྲ་བཅོམ་པའི་གོང་བུ་དག་ཡག་གི་ཆེད་དུ་ལ་བདག་མེད་ལ་དམིགས་པའི།

ད་ག་རེ་རེད་ཟེར་ན་དེའི་གང་གིས་མཉམ་གཞག་ཡེ་ཤེས་དང་རྗེས་དག་ཡེ་ཤེས་གང་ཡིན་པ་དེ། རང་རྗེ་ལ་བསྡུས་པའི་གོང་སོགས་ཀྱི་རྗེས་ལ་མངལ་འབྱེད་དུ་འགྱུར་བ་ཟེར་རེད་མངལ་འབྱེད་དུ་འགྱུར་བ་ཟེར་ནས་ངང་དབང་ཤུགས་ཤུགས་ཀྱིས་ཡོད་དགོས་རེད་ལ་རེད། ད་དེ་གཉིས་གང་རིགས་མ་ཡིན་པའི་ཉིན་མཐའི་མཐོང་ལམ་ལ་བཞག་པ་ཡིན་ན། མཉམ་གཞག་པའི་རྗེས་ཀྱི་དཔེར་ན་བདག་མེད་ལ་དམིགས་པའི་མཉམ་གཞག། བདག་མེད་ལ་མཉམ་པ་བཞག་པའི་མཉམ་གཞག་པའི་རྗེས་ལ།